ཞི་མི་ལའི་རིགས་ཞེས་པ་ཞིག་ངོ་སྤྲོད་བརྒྱུད་དབྱིན་ཡུལ་གྱི་ཉེ་བའི་འཁྲུག་ཆ་དོད་པའི་ཆབ་སྲིད་ཀྱི་བྱུང་རིམ་དང། སྲིད་དོན་གྱིས་ཐུག་པ་དཀྲུགས་མཁན་གྱི་ཆབ་སྲིད་མི་སྣ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། འཛམ་གླིང་ནང་ས་ཁང་རིན་ཐང་ཆེ་ཤོས་གཉིས་ཡོད་པ་དང་གཅིག་ཨ་མི་རི་ཀའི་སྲིད་འཛིན་ཕོ་བྲང་དཀར་པོ་དེ་དང། གཉིས་པ་དེ་རྒྱལ་ས་ལན་ཏན་གྱི Ten Downing Street ཞེས་པའི་ཁང་པ་དེ་ཡིན་པ་རེད། Ten Downing Street གྱི་ཁང་པ་འདི་དབྱིན་ཇིའི་སྲིད་བློན་གྱི་བཞུགས་ཁང་དེ་ཡིན་པ་དང་དབྱིན་ཇིའི་སྲིད་བློན་གྱི་མཉམ་ཞི་མི་ལའི་རིགས་ཀྱི་སྡོད་སའི་ཁང་པ་དེའང་ཡིན་པ་རེད། ད་རིང་ཉི་མ་འགའ་ཤས་ཀྱི་སྔོན་གྱི་བར་བཞུགས་ཁང་དེའི་ནང་སྲིད་བློན David Cameron སྐུ་འཁོར་བཞུགས་ཀྱི་ཡོད་པ་དང་ཞི་མི་ལ་རི་ཡང་བཞུགས་ཁང་དེའི་ནང་དབྱིན་ཇིའི་སྲིད་དོན་པ་རེ་ལྟོས་བཅངས་མཁན་མང་པོ་ཞིག་ལ་ངོམ་སོ་བརྒྱབ་བཞིན་པ་ལྟ་བུར་སྤྲོ་ཉམས་བྱས་ནས་སྡོད་ཀྱི་ཡོད་པ་རེད། ཞི་མི་ལ་རི་ལ་བཞུགས་ཁང་དེར་གནོད་སྐྱེལ་མཁན་ཙི་ཙི་མེད་པ་བཟོས་ཐུབ་པ་ཡིན་ན་བློ་བདེ་པོ་བྱས་ནས་མི་ཚེ་བསྐྱལ་ཆོག་གི་ཡོད་ཀྱང་སྲིད་བློན་ཁཱམ་རོན་ལགས་བཞུགས་ཁང་དེའི་ནང་སྡོད་སྡོད་སྤྱང་མཁན་རང་གི་ཆབ་སྲིད་ཚོགས་པའི་དཔོན་རིགས Boris Johnson ལ་སོགས་པའི་དཔོན་རིགས་ཁག་གིས་ཁང་པ་དེ་ནས་བཏོན་ཡོང་བསམ་པའི་བློ་མི་བདེ་བ་བྱས་ནས་གནས་དགོས་ཀྱི་ཡོད་པ་རེད། དབུ་སྐྲ་ཟང་ཟིང་ཡིན་པ Boris Johnson ད་རེས་ཉེ་དུས་བར་རྒྱལ་ས London གྱི་གྲོང་ཁྱེར་སྤྱི་ཁྱབ་པ་དེ་ཡིན་པ་དང་ཁོང་ནས་རང་ཉིད་ཡུལ་གྱི་སྲིད་བློན་བྱས་ནས་སྲིད་བློན་གྱི་བཞུགས་ཁང་དེའི་ནང་ཕེབས་རྒྱུར་སྲིད་བློན་ཁཱམ་རོན་དང་མི་འདྲ་བར་ཨིན་ཇིའི་རྒྱལ་ཁབ་དེ་བཞིན་ཡུ་རོབ་མཉམ་འབྲེལ་སྒྲིག་ཁོངས་ནས་ཕྱིར་ཐོན་ན་མདུན་ལམ་བཟང་བ་ཡོད་པའི་བྱང་ཕྱོགས་གསར་པ་ཞིག་གིས་དར་ཆ་འགོ་བཙུགས་ཡོད་པ་རེད། ཁོང་ལ་རྒྱབ་ནས་བརྒྱུད་སྐུལ་དང་རྒྱབ་སྐྱོར་བྱེད་མཁན་སྲིད་དོན་པ་མི་ཉུང་བ་ཞིག་ཡོད་པ་དང་དེའི་ནང་གཅིག་སྲིད་བློན་ཁེམ་རོན་གྱི་བཀའ་ཤག་ནང་ཁྲིམས་ཀྱི་བློན་ཆེན་ཡིན་པ་མཱི་ཀལ་གྷབ་ཡིན་པ་རེད། སྲིད་བློན་ཁེམ་རོན་དང་ཁོང་གི་ནང་སྲིད་བཀའ་བློན་ཡིན་པ་ཆམ་ཐེ་རེ་སཱ་མེ་ལྟ་བུ་མང་པོ་ཞིག་གིས་དབྱིན་ཡུལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ནས་ཐོན་རྒྱུ་མེད་པ་དང་ཐོན་པ་ཡིན་ན་རྒྱལ་ཁབ་ཀྱི་དཔལ་འབྱོར་སོགས་གང་ཅིའི་གནས་སྟངས་ལ་ཕན་ལས་གནོད་ཆེ་བའི་དགོངས་ཚུལ་གསུངས་ཡོད་པ་རེད།
ཡིན་ནའི་ཚོགས་པའི་ནང་ཡུ་རོབ་འབྲི་གུང་ནས་ལོགས་སུ་ཐོན་དགོས་པ་བརྗོད་མཁན་གྱི་ཁ་ཤུ་འོག་མཐའ་མར་མང་ཚོགས་ཀྱི་བསམ་ཤོག་བསྡུ་ལེན་བྱེད་རྒྱུ་ཐག་གཅོད་བྱུང་ཡོད་པ་དང། སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གསུམ་གྱི་ཉིན་འོས་བསྡུའི་ལམ་ནས་ཐག་གཅོད་སྐབས་ཕྱིར་ཐོན་དགོས་པ་གསུང་མཁན་མང་བ་བྱུང་བའི་རྗེས་སྲིད་བློན་ཁེམ་རོན་གྱིས་མང་ཚོགས་ཀྱི་ཐག་གཅོད་ལ་བརྩི་བཀུར་ཞུ་རྒྱུ་ཡིན་པ་གསུངས་ཡོད་པ་རེད།
མང་ཚོགས་ཀྱི་ཐག་གཅོད་རྗེས་སྲིད་བློན་ཁེམ་རོན་མཆོག་ནས་ཁོང་རང་ཉིད་སྲིད་ཇུས་བྱང་ཕྱོགས་དེར་ཡིད་ཆེས་གནང་མཁན་ཞིག་མིན་པར་སོང་སྲིད་ཇུས་བྱང་ཕྱོགས་གསར་པ་དེ་སྣེ་ཁྲིད་གནང་མཁན་སྲིད་བློན་གསར་པ་ཞིག་ཚོགས་པའི་འགོ་ཁྲིད་ཀྱི་ཁྲོད་ནས་འོས་འདེམས་བྱ་དགོས་པ་གསུངས་ཡོད་པ་རེད། སྲིད་བློན་ཁེམ་རོན་མཆོག་དགོངས་ཞུ་གསལ་བསྒྲགས་ཀྱི་རྗེས་ཡུ་རོབ་ནས་ཕྱིར་ཐོན་དགོས་པའི་འདོད་ཚུལ་འཛིན་མཁན་སྲིད་དོན་པ Boris Johnson ལ་སོགས་པར་སྲིད་བློན་བྱ་རྒྱུའི་རེ་བ་ཆེ་རུ་ཕྱིན་ཡོད་པ་རེད། གོ་སྐབས་དེ་མཐོང་བའི་སྐབས་སུ་དུས་ཡུན་དེའི་བར Boris Johnson ལ་རྒྱབ་ནས་རྒྱབ་སྐྱོར་བྱེད་མཁན་ཁྲིམས་ཀྱི་བཀའ་བློན Michael Gove ཡིས Boris Johnson ལ་སྲིད་བློན་བྱེད་རྒྱུའི་འཇོན་ཐང་མེད་པ་དང་དེའི་ཚབ་ཁོང་རང་ཉིད་འོས་བབ་ཆད་པའི་སྲིད་བློན་གྱི་འོས་གཞིར་ལང་གི་ཡོད་པས།

ཡིན་ནའི་ཞི་མི་ལའེ་རིང་མུ་མཐུད་རང་གི་ལས་འགན་བསྒྲུབ་རྒྱུར་ཀྲན་ཀྲང་ནིང Street ནང་གནས་སྡོད་བྱེད་བཞིན་ཡོད་པ་རེད། སྲིད་བློན་ཁེམ་རོན་མཆོག་ནས་ལས་ཡུན་མཐའ་མའི་ཉིན་གྲོས་ཚོགས་ལ་གསུང་བཤད་ནང་ཞི་མི་ལའེ་རིང་སྲིད་བློན་ལས་ཁང་གི་ལས་བྱ་ཡིན་པ་གསུངས་ཡོད་པ་རེད། དེ་ནི་ད་ལྟ་ཞི་མི་ལའེ་རིང་གིས་དབྱིན་ཡུལ་རྒྱལ་ཁབ་ཀྱི་སྲིད་བློན་བཞུགས་ཁང་ནང་སྲི་ཞུ་སྒྲུབ་བཞིན་པའི་ལོ་རྒྱུས་ཤིག་ཀྱང་ཡིན་པ་རེད། ལེ་ཚན་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ང་བློ་བཟང་ཞིང་རྣམ་པ་ཚོས་ང་ཚོའི་ལས་བྱ་མཚན་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན།